དང་པོ་ང་ལ་བཙུགས་དགོས་བསམ་སོང་ར། ཚོགས་པ་ནང་ལ་མི་ཉི་ཤུ་ནས་སུམ་བཅུ་བར་དག་ལ་ཡོད་ན་འགྲིག་ཤག་དེ་ཡང། དེ་ཡང། ཁ་ཙམ་མ་ཡིན་པ་ཅིག་ནི་ངོ་ནས་དྲང་ནས་ཡིན་བསམ་ནས་དཀའ་ངལ་ཅིག་འཕྲད་འོས་འཕྲད་དུས། ཨ་ནི་ང་ཚོ་དུས་ཚོད་ཅིག་བཟོས་ནས་དཀའ་ངལ་སུས་སྤྲད་འདོད་ར། ས་ཆ་དེ་ལ་འགྲོ་ནས་ང་ཚོ། སྐད་ཆ་བཤད། ད་ལུང་པ་འདི་གི་ཁྲིམས་ནང་བཞིན་ཨ་ནི་ཁྲིམས་གི་ནང་ལ་ཡང་ག་འདྲ་ལུགས་དགོས་འདོད།

འོ་དེ་འདྲ་ཞིག་ཚོགས་པ་གཅིག་གཅིག་དེ་རེད་གཉིས་ནི། ཚོགས་པ་ནང་ལ་ཡང་འཛུལ་དུ་བཅུག་མི། ཆུར་སེམས་བཀའ་འདྲི་བྱེད་ནས་འོང་དགོས་ན་མདོར་མེད་ན་འདྲ་དབུས་གཙང་ཡིན་ན་འདྲ། ཆུར་ཁ་གི་བསམ་བློ་མེད་མཁན་གྱི་མི་རོ་ཕྱོགས་གཞན་གྱི། སོ་སོ་སྐྱིད་ས་ལ་སེམས་ན་དགའ་གི་རེད་དེ་སོ་སོ་སྐྱིད་ས་ལ་དགའ་བ་རྒྱུ་མཚན་དུ་བྱས་ནས་ཡང་སྤྱི་ལ་གནོད་པ་འགྲོ་ཡ་གི་རིགས་སྐད་ཅིག་བཤད་མཁན་གྱི་འདུག་འོ་དེ་འདྲའི་རྐང་ཡང་མེད་མཁན་གྱི། ག་ས་ན་ཁྱོད་རང་དེ་འདྲའི་ན་ཚ་ཡོད་མཁན་གྱི་ཡིན་པ་ན་ཚོགས་པ་དེ་ནང་ཚང་ནས་མ་འཛུལ་རོགས།

འོ་དེ་ཚོ་ལས་འགྲོ་ནས་ང་ཚོས་ནི་གདོང་ལེན་བྱེད་ཐུབ་པ་ཅིག་དེ་འདྲ་གི་ཚོགས་པ་ཅིག་བརྩི་དགོས་བསམ་སོང་དེ་ཚོགས་པ་དེ་ནང་ནས་མི་དེ་ཚོ་དོ་སྣང་ཡོད་མཁན་ཅིག་ཁ་གི་བཤད་བྱ་བ་ཙམ་མ་ཡིན་པར་སོ་སོ་གི་ངོ་ནས་ཀྱི་རོགས་པ་ཅིག་ཐུབ་ངེས་དེ་འདྲ་དེ་ཚོ་ཡང་ནང་ལ་འཛུལ་རོགས་ཅེས་རེ་བསྐུལ་ཞུ་ཡ་ཡིན་གཅིག་དེ་རེད་གཉིས་ནི་དེའི་ཁར་ཙང་གི་དབུས་གྲོས་སྔོན་མ་དེ་ནང་ལ་བཞུགས་ཡིན་པ

བྱེད་ཀྱི་འདུག་ད་ང་ནོ་ཏིས་བྱས་ཡིན་ད། ཨ་ནི་འདི་ཆོས་ཆོས་ཆོས་ཆོས་ཀྱི་དྲི་བ་གི་ལན་སྟེ་ཨ་ངོ་ལ་ར་ང་ཆོས་ཆོས་ལ་དྲི་བ་ཅིག་འདྲེ་ཟིན་པ་ཆགས་སོ་ད། ཨ་ནི་འདི་དྲི་བ་དེ་ག་དྲི་རེད་ལ་ན། ཨ་ནི་ཆོས་ཆོས་ཁྱོད་རང་དོ། ནུབ་རི་རེད་དོ་ར་ཁྱོད་རང་ནུབ་རི་རེད་དོ། ཨ་ནི་ནུབ་རི་དེ་ར་ནེ་པཱལ་ནང་ལ་ནི་སི་ཅོད་ཀྱི་འབྲི་ཡོད་རེད་ར་ནུབ་རི། Village། དེ་ར། ཨ་ནི་ཆོས་ཆོས་ལ་དྲི་བ་དྲི་གོ། ཅོ་ཅོ་ཁྱོད་རང་རང་ནེ་པཱལ་ནས་ཡིན་ནམ་བོད་པ་ཡིན་ནམ། ཅོ་ཅོ་ཁྱེད་རང་ནེ་པཱ་ལི་རེད་བོད་པ་རེད། ང་ཡི་འདི་དྲི་བ་གི་ལན་འདི་བལྟས་ར་ཨ་ནི་རྗེས་ལ་ང་ཅོ་ཅོ་གི་དྲི་བ་གི་ལན་འདི་ང་བལྟས་གོ།